ད་ནང་ཆོས་བྱིན་རླབས་བྱས་ཚར་ནས་ཨེ་ནི་སྔོན་འགྲོའི་གཏོར་མ། ད་སྔོན་འགྲོའི་མཆོད་པ་དང་སྔོན་འགྲོའི་གཏོར་མ་གཉིས་བྱིན་ཨ་ལི་སྔོན་ལ་སྔོན་འགྲོའི་མཆོད་པ་དེ་བྱས། ཕྱིན་དྲུག་མར་ད་སྔོན་འགྲོའི་མཆོད་པ་དེ་བྱས་དེ་སྔོན་འགྲོའི་མཆོད་པ་དེ་བྱིན་རླབས་ནང་ཆོས་ཀྱི་གཏོར་བྱས་བྱིན་རླབས་ཡང་གཅིག་བྱས། དེ་ནས་སྔོན་འགྲོའི་གཏོར་མ་དེ་བྱས། དེ་ནས་སྔོན་འགྲོའི་གཏོར་མ་དེ་བྱིན་རླབས་ཚར་སོང་ན་སྔོན་འགྲོའི་གཏོར་མགྲོན། ད་གཏོར་མའི་མགྲོན་དེ་ལ་ཡང། ཕྱོགས་སྐྱོང་ཅོག་ཧོང་ལ་སོགས་པ་དེ་དེ་སྐད་ཀྱིས་ཡང་དེ་གཅིག་བྱས་ད་ཕྱོགས་སྐྱོང་བཅུ་དང་ནང་འགྲོ་བདུན་བྱས་རྗེས་དོན་ངོ་ཐོག་ཐོག་རྡུལ་བཅུ་བདུན་ངོ་སོགས་གཅིག་བྱས་དེ་ཀན་ལ་བབས། ད་བདག་གི་སྒྲུབ་ཐབས་དེ་སྒོམ་འདོད་པའི་ཁུར་དུ་ལ་ཕྱི་ནང་གསང་གསུམ་གྱི་བག་ཆགས་གང་གི་གསུང་རོགས་བྱས་ཤེས་ནས་བབས།

བུ་ཡག་བྱེད་ད་འདི། ད་རེས་ང་ཚོ་བསྐྱེད་རིམ་སྒོམ་འདོད་པའི་ཁུ་དུག་གི་སྔོན་འགྲོའི། ཇི་ལྟར་ཟེར་ནས་མེ་ཏོག་དེ་འདྲ་གཅིག་གི་ཐོག་ནས་ད་གལ་ཆེ་ཤོས་ནང་གི་ཆེ་ཤོས་གཅིག། འོ་ད་དེ་ཆགས་ཐུག་གི་རེད། ཚུར་ཤིང་གསལ་བཏབ་རྗེས་དེ་ལ་ཡན་ལག་འདོན་པ་མི་འདྲ་དེ་བྱེད་པ་བུ་ཡག་སྟེ་དེ་སྔོན་འགྲོ་གལ་ཆེ་ཤོས་དེ་གཅིག་བྱེད། ད་དེ་གས་གང་བྱེད་དང་ཚང་ས་སོང་ཨེ་ན་ང་ཚོ་དངོས་གཞི་དེ་བསྐྱེད་རིམ་སྒོ་ཡང་དངོས་གཞི་དེ་རེད་ད་དཀར་ཟས་སུ་གཏོགས་སྐུ་གསུང་ལམ་གྱི་དེ་རེད། སྐུ་གསུང་ལམ་གྱི་སྲིད་ལ་འདོད་དོ་ཡེ་ཤེས་ཆོས་སྐུ་སྒོམ་ཡོད་འདོད་དོ་ཡེ་ཤེས་ཆོས་སྐུ་ཨ་ཏི་ཡན་འདིར་འདི་གར་ལྟོས་སུ་ལ་འདོད་དོ་སྟོང་ཉིད་གཏན་ལ་ཕབ་ཡག་དེ་རེད་དོ། ད་ལྟའི་མོ་དང་གཞན་དག་ག་གེ་ཞིག་ཡོང་ན་རེ་དེ་བྱེད། སྟོང་ཉིད་གཏན་ལ་ཕབ་དུས་ཉིད་ཀྱི་ཡེ་ཤེས་དེ་ལ་ཡང། འབྲས་དུས་ལ་ཡང་མ་འོངས་པ་ན་སངས་རྒྱས་པའི་ལོངས་སྐུ་རྡོ་རྗེ་འཆང་བདག་ལོངས་སྐུ་རྡོ་རྗེ་འཇིགས་བྱེད་དེའི་ཐུགས་རྒྱུད་ལ་ཡོད་དུ་མྱོང་གི་ཡེ་ཤེས་ཆོས་སྐུ་སྐུ་དངོས་དེ་དེ་ཡིན་སང་སང། ད་དེ་འདྲའི་གི་སང་ལ་ད་བྱེད་དུས་ཡར་དུ་འོ་ད་དེ་བྱེད་ཡིན། ད་དེའི་ཞུ་སྐུ་དེ་ལ་ཡང། ལོངས་སྐུ་ལམ་བསྐྱེད་དུ་བྱ་འདོད་དུ་ཨ་ལས་སྔོན་ལས་ཡང། རྟེན་གཞན་གང་སྐྱེ་ཡང་གཅིག་བྱེད། རྟེན་སྐྱེས་པ་དེ་དང་བརྟེན་པ་སྐྱེས་པའང་བྱེད་ན་ད་སྐྱེ་རིམ་སྐོར་ཡིན་པར་གི་དུ་སྟེ། འོ་ད་དེ་རེད་ད་དེ་གཞན་གང་སྐྱེ་ཡིན་སང་གི་དུས་དེ་ང་ཚོ་ད་ལྟ་དཀྱིལ་འཁོར་གི་རྣམ་གཞག་དེ་བྱེད། ད་སྐྱེ་དངོས་རྣམས་ཤ་རེད་ད་རེས་ང་ཚོ་རོགས་རོགས་རེད་ཨེ་ནི་ངས་ད་འདི་ཅིག་ཆ་ཆུང་དང་ཆ་ཆེན་དང་གོ་ཚད་དང་ཅོ་ཉོ་སྐོར་མང་པོ་ཤེས་མེད་ཡང་འདི་ང་ཚོ་ཐོམ་རོགས་རེད་ད་དེའི་ཤུགས་ཀྱིས་དེ་བསྟན་པ་ལྷ་སྐྱིད་ཡག་འདི་བྱེད་འོ་དེ་བསྟན་པ་ལྷ་སྐྱིད་ཡག་སྟེ་བསྟན་པ་ལྷ་སྐྱིད་ཡག་འདི་ལ་ང་ཚོ་ག་ལ་བའི་སྲོལ་དུ་བར་དོ་ལུང་ཁུག་ལབ་རྗེས་སུ་ལབ་ད། དེ་ལ་ཡང་ལུང་ཁུག་འདི། འཇམ་པའི་དབྱངས་ལ་སྐྱིད་ཡག་ཅིག་ད་དེ་ག་ནས་ཤིག་ངེད་ཅིག་རྡོ་རྗེ་འཇིགས་ལ་སྐྱིད་ཡག་ཅིག་བྱེད་ཅེས་གཉིས་བྱེད་བྱས་འཇམ་པའི་དབྱངས་ལ་སྐྱིད་ཡག་འདི་གཉིས་དེ་དོན་རྡོ་རྗེ་འཇིགས་སྐྱིད་ཡག་འདི་སྤྲུལ་སྐུ་རྣམས་ཀྱི་སྐུ་མདོག་བྱས་དེའི་ཤམ་ལོ་མ་དོན་སོང་ང་ད་འདི་སྐྱབས་རྗེ་རིན་པོ་ཆེ་རྣམ་པ་གཉིས་ཀྱི་ཕྱི་ཤལ་ན། འཇིགས་བྱེད་ཀྱིས་ཡང་འདི་སྤྲུལ་སྐུ་ལམ་གྱི་སྐུ་མདོ་ལ་ཕར་འཁྱིལ། འཇམ་དཔལ་ཡང་ཀྱིས་ཡང་འདི་འདི་སྲིད་པོ་ལས། འཇམ་པའི་གཞོན་ནུ་འཇམ་པའི་གཞོན་ནུ་གྱུར་པ་ཅང་མ་ཟེར་ཟེར། ད་དེ་ཀྱིས་ཡང་འདི་ལོངས་སྐུ་ལམ་གྱི་སྐུ་མདོ་ལ་ཡང་བཅར་བ་ཟེར། ད་ཡང། འདི་སྲིད་པོ་ཅི་ལས་ཅང་མ་ཟེར་དེ་ལྟར་དེ་ཡོངས་སུ་གྱུར་པ་ལ་བརྟེན་ནས། དཔལ་རྡོ་རྗེ་ཅི་ཞེས་ཀྱང་ཡོངས་སུ་རྫོགས་པ། ཞེས་སྐུ་ཕྱག་སོར་བཞི་ཞབས་བཅུ་དྲུག་དེ་སྐད་བྱས་ནས་ཆ་ཚང་བསྐྱེད་དེ། དེ་ཡང་ལོངས་སྐུ་ལམ་གྱི་སྐུ་མདོ་ལ་ཡང་བཏང། ཁམས་གསུམ་པོ་ས་བོན་ནོན་པ་ཧ་ཧ་ཞེས་སྒྲ་སྒྲོགས་པ་སྲིད་ན་མ་དེ་ནས་མ།

ད་དེ་ནས་བསྟན་པ་ལྷ་བསྐྱེད་པ་དེ་ལ་ཡང་རྡོ་རྗེ་འཇིགས་བྱེད་བསྐྱེད་ཅེས་ནི་དེ་ལ་ཡང། ཞག་བཅུ་དྲུག་དེ་གང་འདྲ་གང་འདྲས་སུ་ཡོད་རེད། ཨ་ནི་ཕྱག་སོ་བཞི་དེ་གང་འདྲ་གང་འདྲས་སུ་ཡོད་རེད། ཨ་ནི་གཅིག་གིས་ཞལ་དགུ་དེ་གང་འདྲ་གང་འདྲས་སུ་ཡོད་རེད་ཕྱག་སོ་བཞི་ཡོད་མེད་ན། ཕྱག་རི་ནག་ལ་གར་གར་ཡོད་རེད་ཟེར་ཏེ་ད་དེ་གའི་ཁྱད་གསད་ཕྱིན་པ་རེད། ཕྱག་རི་ནག་ལ་ཡང་འདྲེ་འདྲེར་དཔེར་ན་ཕུག་གི་གར་ལ་ཚུར་འགུགས་རེད་བི་ཏི་པ་ལ་གར་ཚུར་འགུགས་རེད་ཟེར་ད་ལྟ་མཚོན་དོན་དེ་ཡོད་དེ་ང་ཚོ་མ་ཤེས་ནས་ཕལ་ཆེར་འགྲིག། ད་དེ་གའི་མ་ལས་འདི་འདི་ཡོད་འདི་འདི་ཡོད་སང་སང་ལ་བྱུང་ཤག་ན། ད་དེ་གའི་གལ་ཆེན་པོ་རང་མ་རེད། མཚོན་དོན། དྲན་མོ་གཏུམ་ནས། ཁྱོ་ག་ཆད་ལ་ད་ཉིན་མི་ད་དེ་འདྲེ་གི་སྐྱོན་གང་ཡང་མེད་གསུངས་པར་བལྟ། ད་ནི་ཨ་དེ་གས་མ་ཁ་ཐུག་ཁུ་ཐུག་མ་དྲན་ཞེས་ད་གས་སེ་ང་ཚོ་ཕྱིན་པ་དེ་འོ་ད་དེ་གཅིག་རེད་དེ་བོད་དུ་ཕྱིན་བཞག། ད་དེ་ནས་སྐྱེ་འཆི་བྱིན་གི་ལབ་པ་དེ་བལྟ། སྐྱེ་འཆི་བྱིན་གི་ལབ་པ་སེ་ལ་དུས་ད་ད་ཉིན་ང་ཚོ་དེ། ས་ན་མ་ཁྲིད་མི་ཁ་ཐུག་ལ་ཡ་སྐྱེ་འཆི་བཅུ་གཉིས་ལ་ལྷག་དགོས་ཡ་དེ་འབའ་སྐྱེ་འཆི་དྲུག་སེ་ནས་མི་ད་སྐྱེ་འཆི་དྲུག་ལ་ཡ་མིང་རྣ་བ་སྣ་ལྕེ་ལུས་ཡིད་ཆེས་བྱེད་དེ་གས་ལ་མ་ལྷག་དགོས་ཡ་དེ་རེད། ད་ལྟ་ཀྱི་ཁྱེད་སང་ང་ཚོ་ལྷ་བཀོད་སོང་བ་དེ། རང་ཉིད་རྡོ་རྗེ་འཇིགས་བྱེད་ལ་གསལ་འདོད་རྒྱུ་བའི་རྡོ་རྗེ་བཞི་དེ་ལ་ད་དེའི་ཀྱི་དེ་བཞི་ཉིད་དུ་མིག་ད་དེ་ཀའི་ལ་མ་ལྷ་བཀོད་བྱས་དེ་བཞི་བྱས། ད་ད་རེ་དེ་རང་ཉིད་རང་ཉིད་རྡོ་རྗེ་འཇིགས་བྱེད་ལ་གསལ། དེའི་ཐུགས་ཀ་ལ་ཡང་འཇམ་པའི་གཞོན་ནུ་རྒྱུ་བ་བྱང་མ་སེར་བྱེད་གསལ། ད་རེ་འདི་རྟ་དབང་གཙོ་བོར་སྟོན་པར་བྱས་ནས་གྲོགས་ཏིག་གི་ཡོད་ཚད་བྱང་མ་སེར་བྱེད། དེའི་ཐུགས་ཀ་ལ་ཡང་ཏིང་ངེ་འཛིན་སེམས་དཔའ་ཧཱུྃ་སྔོན་པོ་བྱེད་ད་ད་ལྟ་སེམས་དཔའ་སུམ་བརྩེགས་ཟ་དོ་ད་དེ་རེད་ཕུང་པོ་ལ་ཕྲ་རགས་གསུམ་བྱེད་བདག་ལ་ཕྲ་རགས་གསུམ་བྱེད།

བདག་ཉིད་ལ་སུས་ཕུལ་ཡག་རེད་རང་ལ་ཕུལ་ཡག་དེ་རེད། རང་ཉིད་ཡི་གེ། འབྲས་བུ་རྡོ་རྗེ་འཛིན་པ། དང་སྤྲུལ་སྐུ་རྡོ་རྗེ་འཛིན་པ་དེ་འདྲ་ཞིག་ལ་ཚུར་སྐྱེས་འདུས་པ་ད་ད་འདི། མ་གང་རུ་དེ་འཇིགས་བྱེད་ཆད། པའི་རྡོ་རྗེ་འཇིགས་བྱེད་ཞལ་ཕྱག་ཡོངས་སུ་རྫོགས་པར་བྱས་ནས་དེའི་ཆད། དེའི་ཐུགས་ཀ་ལ་ཡང། བྱམས་པའི་གཞོན་ནུར་གྱུར་པ་བྱམས་མ་སེར་བྱེད་དེའི་ཐུགས་ཀ་ལ་ཡང། ཏིང་ངེ་འཛིན་སེམས་དཔའ་ཧཱུྃ་ཡིག་སྔོན་པོ་ཞེས་བྱའི་སྐད་གསང་ང་ཚོ། ཡི་གེ་དགུག་གཞུག་འདྲེན་བྱེད་ཞེས་བྱའི་སྐད་གསང་ང་ཚོ་སྐྱེས་འདུས་པ། འོ་དེ་སྐྱེས་དེ་སྐྱེས་དེ་ལ་ད་ཆོས།

ཁག་གཅིག་རིགས་ཁག་གཅིག་གི་ས་ལམ་ལ་བོད་རྒྱ་རྗེ་རྒྱ་དམ་པ་ནོར་འདོད་རེད་བསམ་ས་དྲན་གྱི་ཡོད་ས་རེད། ད་ཁྱེད་རྩ་དཔེ་སུས་སུ་ཆོས་པ་ཕུལ་ནས་ཆོས་ག་རེ་རེད་བསམ་བསམ་སོང་རྗེས། ད་ང་ཚོ་ཡང་འདི་གོ་རྒྱུ་དེ་མ་ཏོག་ད་འདའི་རྗེ་རིན་པོ་ཆེ་གི་ཆོས་པ་ཡོད་ད། ད་ངན་ཚོ་འདི་ཁེ་སང་ང་ཚོ་ཕི་གི་གསུང་འབུམ་ཁུང་དུ་ལ་ཡོད་དུས་འཇོག་གི། དུས་ལས་རྣམ་རྒྱལ་དེ་ང་ཚོ་མ་མ་ལོག་རེད་མ་ཏོག་ད་འདི་ནས་མ་དུས་ལས་རྣམ་རྒྱལ་ཆ་ཚང་ཡོད་ད། ཀུན་གཟིགས་དེ་ནས་མ་ད་འདའ་དཀྱིལ་འཁོར་རྒྱལ་སྲིད་ནས་མ་བྱས་ད་དུས་ལས་རྣམ་རྒྱལ་དཔལ། སྦོམ་པོ་ཁོ་ནས་ལ་ཆ་ཚང་ཡོད་རེད། དེ་གི་སྐུ་མགྱོགས་མ་ད་འདའི་དུས་ལས་རྣམ་རྒྱལ་ནས་ལ་ཡོད་རེད། ཆོས་པ་དེ་དུས་ལྷ་རྣམས་ཀྱི་སྣ་ལ་ཡོད། ད་བྱས་རིན་པོ་ཆེ་གིས་ཡང་ཡོད་པའི་ཁུངས་རེ་ཅིག་ཅིག་བཤད་ཅིང་ཡང་ང་ཚོ། དུས་ཀུན་རྡོ་ལ་ཅིག་གཏུག་གོ་ཅིག་རེད་བ། དུས་ཀུན་དཔེ་ཆ་ག་རེ་བྱས་ན་ལ་དོ་བྱས་རིན་པོ་ཆེ་ལས་མེད། ང་ཚོས་བྱས་ན་བྱས་རིན་པོ་ཆེ་ལ་གསུང་གི་ཤག་དེ་ན་ནས་ཀྱང། གང་དེ་ལྟ་བུ་ཅིག་ཆ་གསུམ་ལ་སྐྱབས་རྗེ་རིན་པོ་ཆེ་རྣམ་པ་གཉིས། སྐྱབས་བྱང་རིན་པོ་ཆེ་ད་ནི། སྐྱབས་སོང་རིན་པོ་ཆེ་གི་གསུང་ཤག་ཟེར་ན་ཐད་ཀ་རེད། མ་རེད་ད་རེད་ད་དེ་གོང་གྲིག་ཡག་སྐོར་ཁྱོད་ལ་གོ་རེ་ཡོད་མ་རེད། གཅིག་གྱུར་ཆགས་ད་རྡོ་བྱང་དཀར་རང་གི་སོ་ཞེས། དགའ་ལྡན་པའི་ཞེ་བོ་ཅིག་བརྩི་རེ་གི་རེད། འོ་ད་དེ་འདྲའི་གི་སོ་ཞིག་རེད།

གཡོན་པའི་རྡོ་རྗེ་ཁུ་ཚུར་གྱི་ཞེས་མཐེའུ་ཆུང་དང་དབྱེ་བས་དང་སྟེ་རུ་བ་ང་ཚོ་ད་ལྟ། ཕུ་ཡུན་སའི་ཁུ་ཐུ་དེ་རེད། མཛུབ་མོ་བསྣོལ་ལ་ལྕགས་ཀྱུའི་ཕྱག་རྒྱ་བཅས་ལ། རྡོ་རྗེ་ཁུ་ཚུར་གྱི་མཛུབ་མོ་བསྣོལ་བས་ལྕགས་ཀྱུའི་ཕྱག་སོ་དར་འཕེན་ནས་ཚུད། དེ་འདྲའི་ཤུལ་ཡག་གི་ལྕགས་ཀྱུའི་ཕྱག་སོ་འདི་འདི་འདུག་ཟེར་རྡོ་རྗེ་ཁུ་ཚུར་འདུག་ཤེས་བྱའི་འདི་ན་ལ་མ་གནས་ལྟོས་རེད་པ། འདུག་སུ་འབུག་རྫོགས་སྒོམ་དེར་སུ་བྱེད་མ་ཐག་མཐེ་བོ་གང་ལ་ཤར་དུ་ཀྱང་རྡོ་རྗེ་ཁུ་ཚུར་གཟིགས་ཡོད་མ་རེད། འདི་ང་ཚོ་ཤེས་ན་ནམ་རྒྱུན་དཔལ་རྫོགས་རིམ་བཞི་བོ་ཅིག་འབུག་རྫོགས་བཞི་བོ་ཞུས་ཟེར་ང་ཚོ་བོད་སྐད་ཆ་ནང་ལ་ཡ། འབུག་རྫོགས་བཞི་བོ་ཅིག་ཞུས་ཟེར་བ་དེ་ལ་ཨིན་ཇི་བྱས་ན་བོགས་སེང་ཟེར་བ་དེ་རེད་ད།

སྤྱན་འདྲེན་གྱི་སོ་ཞེས་བྱ་སྟེ་གྱོད་དང་མཆོད་པ་དང་སྤྱན་འདྲེན་གྱི་སོ་ཞེས་གཅིག་པའི་སོ་ཞེས། ད་འདི་གའི་ཁི་སིང་ང་ཚོ་རྟགས་ལ་ཅིག་ཕྱིན་ཆུ་ཕྱིན་ས་རེད་བྱོས་པས་དེའི་སྔགས་ཚིག་དེ་གི་གང་ག། ཁི་སིང་རྟགས་ལ་ཡང་ང་ཚོ། ད་འདི་ནས་མ་བཅོས་སྔགས་ཚིག་གི་ས་བ། མེད་དུ་འཇོག་སོ་ཞེས་རེད་སྔགས་ཚིག་མང་བྱ་ཞེས། ཁི་སིང་རྟགས་ལ་ཕྱིན་ཚར་འཇོག་སོར་ཀྱང་ཀྱང་བྱ་སྟེ་གྱོད་ད། ད་འདི་སིང་ངོ། ཨོམ་ཧྲི་ཧ་ཞེས། ཨོམ་ཧྲི་ཧ་ཨོམ་ཧྲི་ཞེས་ད་ག་ཞག་ཨོམ་ཧྲི་ཧ་འབོ། ཨོམ་ཧྲི་ཧ་འབོ་ཞེས་ནི་འོ་ད་དེ་རེད་ད།

ཨོམ་ཧྲི་ཧ་འབོ་ཞེས་པ། སྤྱི་སྟངས་འདི་བོད་སྐད་ཀྱི་ཐོག་ནས་མ་ཤེས་པ་ནི། ཨོམ་མོ་འཕྲོག་སྲིན་རྨད་བྱུང་འཕྲོག་ཆེན་སྐྱེས། ཚུར་གཤེགས་ཚུར་གཤེགས་མདངས་ལེན་ནས། སོ་སོར་ཆོས་པ་ཞལ་ནས་སོ། གསལ་བའི་བློ་ལྡན་མཛོད་ཞེས་པ། བོད་སྐད་ན་ཚུར་གྱི་རིང་བོ་ནི་ནི་ཚིགས་བཅད་ཟོས་པ་ནི་བོ་ད་དེ་རེད། ཨོམ་ཧྲི་ཧ་འབོ་མང་འཕྲོག་ད་ཨ་མཁའ་ཛ་ཨ་མཁའ་ཛ། ཨ་མའི་མདའ་སྤུན་ཛ། པོ་ཏི་ཧི་ཞེས་ནི་བོ་ད་ནི་མ་ཡོང་ཏེ་གི་འདུག་གོ། ཨོམ་ཧྲི་ཧ་ཨ་ཞེས་ནི་བོ་ད་གཅིག་རེད་ད་ཨོམ་སྲི་ཨ་དེ། ང་ཚོ་སྔགས་ཐམས་ཅད་ལོག་གི་གོ་ལ་སྒྲོག་དགོས་ཟེར་ད་ཅི། འདི་བྱས་ཏེ་ཡོད་ད་ཧྲི་ཧྲི་དེ་ཧྲི་ཀྲི་བུ་ཀྲི་ཧྲི་དེ་རེད། ཧྲི་ཀྲི་བུ་ཀྲི་ཟེར་དོག་གྲོགས་ཆེ་འཇིགས་བྱེད། ད་ཚོ་གཅིག་པ་རེད་བ་གོ་དོན་རེད་ཅི། ཀ་རུ་ཀུ་རུ་གྲོགས་ཆེ་ལ་གྱུར་པ་རེད་ཀ་རུ་ཀུ་རུ་གཤིན་རྗེ་ལ་གྱུར་པ་རེད་ཀ་རུ་ཀུ་རུ་འཇིགས་བྱེད་ལ་གྱུར་པ་རེད། འཇིགས་པར་བྱེད་པ་ཕི་གིའི་དང་འཕྲོག་པར་བྱེད་པ། ཀ་རུ་ཀུ་རུ་གཤིན་རྗེ་གཤེད་བྱེད་ནས་གཤིན་རྗེའི་གཤེད་བྱེད་ཅེ་ད་གཤིན་རྗེའི་གཤེད་ཟེར་ནས་གཅིག་པ་རེད། ཧྲི་ཀྲི་བུ་ཀྲི་ཟེར་དུ་གཤིན་གཤེད། ཡང་ཀ་རུ་ཀུ་རུ་འདོགས་བྱེད་འཇིགས་བྱེད་ཀ་རུ་ཀུ་རུ་གྲོགས་བྱེད།

འོ་དེ་མ་ཧཱ་སཱ་ཏི་ཆེན་པོ་ཆེ། ཀྲོ་ཏ་སི་ནི་ཀྲོ་ཏ། ཀོ་ཏ་སི་ནི་ཀྲོ་ཏ་འདི་ལོ་ཐང་གཉིས་ཆེ། ཀ་ར་ཏ་ཀྲ་ན་ར་ཀྲོ། འདབ་དང་ད་ཆེ་ནི་ཀྲོ་ཏ་སིན་ལོ་ཐང་གཅིག། ཀ་ར་ཏ་ཀྲ་ན་ར་ཀྲོ་སིན་ལོབ་ནི་བོད་པའི་ལོ་ཐང་གཅིག་ཡིན་པ་རེད་ཀོ་ཏ། ཀོ་ཏ་སི་ཏུ་གཅིག་ཏོ་ཁྲོ་བ། ཏོ་ཁོང་ཁྲོ་ཟེར་བའི་དོན་དག་རེད་གཅིག་ཁྲོ་བའི་དོན་དག་རེད་གཅིག། ཁི་སིན་ཡེ་ཁྲོ་སྙེ་མི་ཡོད་དེ་མགྱོགས། ཁྲོ་བ་ཧཱ་སཱ་སི་ཀོ་ཏ་སི་ཆེ། ཨ་མག་ཙ་ཨ་མག་ཙ་སི་ནི་ཚུར་ཤིག་ཚུར་ཤིག།

ཐོག་སེར་རྣམ་པར་བསྐྱོད་པའི་ཞལ་སྦྱིན་བདག་ལ་ཐུགས་བརྩེ་བར་དགོངས་ཏེ། མཆོད་པའི་རྫས་རྣམས་གཉིས་བཞིན་པའི་སྔགས་ནས་ཞལ་ཞིག་ཟིན་སོ་ཞིག། འོ་ད་རིགས་སོ་ཞེས་རིགས་བདག་ལ་ཐུགས་བརྩེ་བར་དགོངས་ཏེ་བདག་ལ་དགྱེས་པར་དགོངས་ཏེ། ད་ཐུགས་རྗེ་ཆེན་དག་དགྱེས་ཀྱི་བཀའ་དྲིན་ཅན་སྲས་ཚོགས་གང་ན་ཡང་ཞེས་རོགས་བྱས་ན་བཀའ་དྲིན་དྲངས་ཡིན། ཨ་ནི་ང་གོ་བུ་བཞི་གྲས་ར་ན་ས་འདྲེ་ཡོང་གི་དོག་དེ་རིང་གེ་སར་ང་ཚོ་ཅི། ཐོག་དེ་ཅིག་ལྷས་སེ་སིང་དུ་ཨ་ཅེ་མང་ཚོགས་འདྲེ་ཁ་ཅིག་དང་ཅོག་དེ་འདྲ་དང་བུ་ཕོ་མོ་འདྲེ་འགའ་ང་ཚོ་ལ་འདྲེ་སེ་གི་ཏིག་ཏོག།

དཔལ་རྡོ་རྗེ་འཇིགས་བྱེད་སེམས་དཔའ་སུམ་བརྩེགས་ཆེ་ལ་སྐྱེས། ཨ་ནུ་སེམས་དཔའ་སུམ་བརྩེགས་དེའི། འཇམ་དཔལ་གྱི་ཐུགས་ཀ་ལ་ཡོད་དེ་རྒྱུ་གུ་ཏིང་འཛིན་སེམས་དཔའ་ཧུ་མུ་སྔོན་པོའི། ནཱ་དའི་མཚམས་དེ་ནས་བྱེ་ནའི་དྲི་གི་དུག་ཡབ་མེ་ནི་ཐིག་ལེའི་མཚམས་དེ་ནས་འོད་ཟེར་སྤྲོས་བཅས། རང་དང་འདྲ་བའི་དཔལ་རྡོ་རྗེ་འཇིགས་བྱེད་སེམས་དཔའ་སུམ་བརྩེགས་ཀྱིས་དེ་འདྲ་ཞུས་གསུངས་པ། དེ་ཕྱིར་རང་ཉིད་ལ་ཚུལ་ཁྲིམས་གསུངས། ད་འདི་ཅི་དང་ཞེ་ན་དེ་འདྲ་མ་བྱས་ན་འགྲིག་ཤེས་པར་བལྟ།

ད་དངོས་གནས་བཤད་ན་སངས་རྒྱས་ཀུན་ལ་ཡང་ཡང། སྟོན་ཀུན་གསལ་ཡོན་ཏན་ཀུན་འདི་ད་ལྟ་དེའི་ཞལ་ནས་མི་ལུས་པའི་ཟུངས་ཤིག་ཐོབ་ཐུབ་ཀྱི་གཅིག་པ་གཅིག་རྐྱང་རེད། དེ་རྩ་ཆག་ཇི་ལྟར་ཚོགས་ཆེན་དུ་གང་ན་སྐྲག་པར་ཞིག་བཤམ་ཞུ་བ་སྟེ། རྩ་ཆུང་བར་ཇི་ལྟར་ཡི་གེའི་དུས་ཞུ་བ་སྟེ། རྩ་ཆག་ཅིག་དངོས་གནས་བཤད་ན་དེ་འདྲའི་ཡོད་མ་རེད་ད། འདྲའི་ཡོད་མ་རེད་གཅིག་པ་གཅིག་རྐྱང་རེད་ད། ཕྱོགས་བཅུའི་སྐྱེ་བ་སྲས་དང་ལྕམ་དྲལ་ཐམས་ཅད་ལ་གང་གི་བཀའ་དྲིན་གྱི་ཆ་ནས། ད་རང་གི་དྲིན་ཅན་རྩ་བའི་བླ་མ་དང་བཀའ་དྲིན་ཆགས་ཡོད་མ་གཏོགས་ཡོན་ཏན་གྱི་ཆ་ནས་ད་གཅིག་པ་གཅིག་རྐྱང། དེ་སྐད་མི་འདྲ་བ་ག་གེ་གཅིག་ཞུ་བ་ཡོད་མ་རེད་བཤད་ན། ནང་ཆོས་ང་ཚོས་བཤད་དེ་ཡོད་རེད་པ། ད་ཡིན་ནའི་སོ་སོའི་སྐྱེ་བོ་ལ་ཡང།

ཐུགས་སྟོབས་དེ་སྲིད་ཕྱིར་བུ་ཟུང་ཚོགས་པ་ཕྱག་སྲོལ་དུ། ཡང་ཡར་ཕྱིན་པའི་སྲོལ། དེ་གཉིས་ནི་ཡང་ཅིག་སྐྱོ་ལ་ངར་རེ་ཅིག་ཡོད་རེ་བས། རྩེའི་སྒམ་པར་ཅིག་གིས་བུ་ཟུང་དོག་པར་ཅིག་ཅིག་ཡོད་རེ་བས། ད་རེ་ཡར་ཡར་འགྲོ་དགོས་གལ་སྲིད་ཁྱེད་ཚོ་དོག་ཡོད་སེམས་པ་ལས་ཡར་འགྲོ་དགོས་ཤེས། ད་དེ་དེ་འདྲ་ཁྱོད་ནས་མ་བལྟ། ང་རང་ཚོའི་མོས་མགོ་ལ་དུས་ཤིག་ཤོས་རེད། དོན་དངོས་ད་དེ་ཞེས་པ་རེད། ཐང་ག་ལས་གཅིག་པ་གཅིག་རྐྱང་རེ་རབ་གནས་ཡོད་པ་དང་ག་ངའི་གཅིག་པུ་གཅིག་རྐྱང་རེ་དེ་ཡང་ཉིན་དང་རིས་ལ་འདོད་དོ།

གཉིས་རེད། དགུག་གཞུག་འདྲེ་གཉིས་ཞེས་པ། ཕི་ནས་ཚོས་དེ་འདྲའི་ཤུ་ཡག་ཡིན་ཤེས་པ་དེ་དག་དོན་གྱི་ཕི་གི་གསལ་བཏབ་ཤུ་གི་དམ་ཚིག་པའི་གཉེན་པོ་དེ་པས་དབྱེར་མེད་རོ་གཅིག་ཏུ་འདྲེས་སོང་ཕྱིར་ན། ལོ་རྟགས་དུག་ཞིག་ནི་པར་བསམ་བློ་དག་དེ་ཆགས་ཐུབ་ཀྱི་རེད། ད་འདི། ད་འདི་འདྲའི་ཆོས་པ་ཞིག་ཏུ་འོང་ད་འདི་འདྲའི་ཆོས་པ་དེ་ང་ཚོ་གར་སོང་དུ་ཡིག་དྲུག་གི་ཆོས་པ་རེད་ད། ད་ཡིག་གི་ཆོས་པ་དེ་ཡིག་དྲུག་གི་ཆོས་པ་རེད།

ཀུ་རེ་ཀུ་རེ་ཡིག་འབྲུ་གུ་ཆོད་པ་ཡིན་པས་ལ་ཆགས་ཀྱི་ཡང་མ་རེད་རྒྱུ་མཚན་ག་སོ་དོ་ཡིག་འབྲུ་གུ་ཆོད་པ་ཡིན་པའི་ཕྱིར་ཤེས་ནས་སོ་སོ་ཀོ་ཡིན་ཉེག་སོ་རེད། ད་ཡིན་ནའི་ཁ་སིང་ང་ཚོ་རྟགས་ཡི་གེའི་ཁྱད་ཆོས་བཞིན་དུ་བརྩི་ཡི་འདོད་དོ། གཅིག་གིས་ཏིང་ངེ་འཛིན་གྱི་ཆོད་པ་སིང་སོ་འདོད་དོ་ངག་གི་ཆོད་པ་སིང་འདོད་དོ། ཕྱག་རྒྱའི་ཆོད་པ་སིང་འདོད་སྒྲུབ་པའི་ཆོད་པ་སིང་ལ་འདོད་དོ་ཡང་ཆགས་ཀྱི་ཀོ་ཉེ་གེ་སོ་རེད། ཕྱག་རྒྱའི་ཆོད་པ་སིང་དེ་མ་ཚང་ན། ཨ་ནི་ཆོད་པའི་གོར་དེ་ཁྱོད་ནས་ཆུད་ཀི་མེད་སིང་ལ་འདོད་དོ་ཆགས་ཀྱི་ཀོ་ཉེ་སོ། ད་ཡིན་ནའི་ད་འདི་འདི་གི་དུ་ལ་ཡང་ང་ཚོ་ད་འདི་ཇི་ཇི་ལ་ཆུད་སིང་མི་གོ་དུ་ལ་རེ་རེ་རེད།

དེའི་མཆོད་པ་དེ་གར་སོ་དོ་དབང་ལ་ཏིག་ལ་ཏདུ་མི་ནག་ལ་སྤྱན་འདྲེན་གྱི་དབང་ལ་ཏིག་དོན་གྱི་བདག་ཉིད་ལ་ཡིན་པ། རང་ལ་ཚུལ་ཕུལ་ཡིན་པ་དག་ད་ལྟ་དབང་ལ་སྤྱན་དྲངས་སོང་ང། དབང་ལ་སྤྱན་དྲངས་རྗེས་ད་ལྟ་རང། སྤྲུལ་སྐུ་རྡོ་རྗེ་འཛིན་པ། འཇིགས་བྱེད་ལ་གསལ་དུ་ཡོད་དེ་ལ་ད་དབང་བསྐུར་རོ་ཞེས་བྱས་རྗེས་དབང་བསྐུར་རྒྱས་གདབ་བྱས་ར་ཞེས་བྱས་ད་དབང་ལ་ཏིག་ལ་ཡབ་སྤྱན་དྲངས་པ་རེད། ད་འདི་གསུང་གི་དོན། དེ་བཞིན་གཤེགས་པ་རྣམས་ཀྱི་དག་ལ་མངོན་པར་དབང་བསྐུར་དུ་གསོལ་བ་ད་དེ་རེད་དེ། ཁྱོད་སེམས་གཉིས་ལས་ཡང་དེ་བཞིན་གཤེགས་པ་ཐམས་ཅད་ཀྱི་འདི་ལ་མངོན་པར་དབང་བསྐུར་དུ་གསོལ།

ཕུང་པོ་དེ་ནང་ལ་ཡོད་དོ་ཅོག་གསུངས་ཤིག་ད་ནང་ག་ནས་མར་བལྟ། ལྟ་འདིར་འདི། སངས་རྒྱས་རྣམས་ནི་ཐམས་ཅད་ཀྱི་སྐྱེ་བས་བཏུལ་བའི་དབང་བསྐུར་བ་དེ། ཇི་ལྟར་དེ་བཞིན་བདག་གིས་ནི་དག་པ་ལ་ཡི་ཆུས་དབང་བསྐུར། སྟོན་པ་ཀིརྟི་སྤྱི་ལྟ་བུ་ཅིག་ཆ་མཚོན་པ་ནི་ང་ཚོའི་གནམ་ཐང་ལོ་རྒྱུས་རེད། དེ་རིང་གི་སེམས་ང་ཚོ་གར་སོན་དུ་ལྟད་མོ་བའི་དོང་སྟེགས་ཡོད་རེད། སྟོན་པ་ཀིརྟི་སྤྱི་ལྟ་བུ་ཅིག་ཆ་མཚོན་པ་ནི་མར་འཁྲུངས་ལུང་སྨད་ནས་སངས་རྒྱས་རྣམས་ནི་ཐམས་ཅད་ཀྱི་སྐྱེ་བས། འཁྲུངས་ལུང་སྨད་ནས་ལྷའི་དབང་པོ་བརྒྱ་བྱིན་དང།

ཨ་མའི་བུ་སྐད་ཅིག་ད་ཚད་མ་ནས་ན་མ་ཐོང་ཡོང་གི་བ་རེད། དང་པོ་དང་པོ་བུ་སྐད་ལག་པ་ན་ལ་ཟེར་དུས་ཉིད་དེའི་གྲོང་པའི་ཨ་མ་ཡིན་ན། བུ་ཨ་ཅག་ནི་དེ་རིང་སྐད་ཚིག་ཆ་ནས་ཨམ་ཅི། ད་དེ་རིང་གཅིག་ལག་པ་ལེན་བར་བ། དང་དོད་བུ་སྐད་བཀྲུ་དུས། ཡིད་ཚིག་སྐྱ་བུས་ཤོད་གི་དུང་བུའི་ནང་ལ་ཆུ་ཆུ་བླུག་གི་ཅེས་ད་བཀྲུ་གི་རུ་བ། དེ་འདྲའི་གི་སྤྱན་མ་དང་མ་མ་གིས་ད་དེ་འདྲའི་གི་སྐད་ཆ་སྐོར་ཁྱོད་ལ་ཡོང་མར་ལྟ། ད་ང་ཚོ་འདི་གཅིག་གཉིས་ནས་གྲོང་ཚོ་ལ་སྐྱེལ་དུས་ཁྱོད་ཆགས་དེ་ཡིན་ཙང་དེ་འདྲའི་རང་དོན་ཡོང་མར་ལྟས། ད་གྲོང་པའི་ཨ་མས་བཀྲུས་ཤིང་ཀྱོ་ཡིན་ན་ཨ་ཅག་ཅི་ཡོད།

ད་དང་ཐོག་སོ་སོའི་སྐྱེས་བུ་ལས་དག་ཡིན་ཅེས་གནས་བྱེད་གཅིག་གཞན་གཅིག་གསུང་དུས་ཀྱི་གོ་སྐལ་ཡོད་དུས་འཇོག་གི། དེ་འདྲས་ཀྱི་གཅིག་ད་དབང་ཤེས་ལ་སྣང་རུང་གི། དེ་འདྲས་ཀྱི་ཆེད་དུ་བྱས་པའི་དུས་ཕྱི་ལ་ཕར་འགྲོ་ཐུབ་ཡག་གི་ད་དེ་འདྲས་ཀྱི་སྤྲུལ་སྐུ་དོར་ཟིན་པ་ཅན་གཅིག་སྐྱེས་དུས་རེད་པ། ད་དེ་ལ་དྲི་མ་དག་རྒྱུ་ཡོད་པ་ད་ལྟ་འདི་ལྟ། ད་ཕལ་ཆེར་ཡོད་སྲིད་གོ་ཉིས་སུ་ཆགས་དུས་རེད། འདི་ཆེད་དུ་ད་གལ་སྲིད་ང་ཚོའི་ཡོད། གདགས་གཞི་ཕོ་ཐང་ཁྱོ་འདི་དེ་ཡིས་དགའ་ངེས་ཁྲེགས་ཡོད་ད། གདགས་གཞི་ཕོ་ཐང་འདི་དྲི་མ་དག་རྒྱུ་ཡོད་དབང་དུ་བརྩིས་སོང་ན་གདགས་གཞི་ཕོ་ཐང་འདི་དཔེ་མི་དགེ། འབྲས་རྡུལ་ལ་ཡོད་དུ་འཇོག་གིས་རྡོ་རྗེ་ཆེན་སྐུ་གཤེན་ལོ་མ་དོར་བས་སོ། དཔལ་ཆེན་སྨན་པས་སོ། དེ་ཡིན་ན་དེ་ལས་དྲི་མ་དང་མིག་སེར་ཡོད་མ་རུང་བ། ཕ་མེས་པའི་རྣམ་སྨིན་གྱི་ཕུང་པོ་རགས་པ་དེ་ཙམ་གཅིག་ལ་ཡང་དམིགས་ཏེ་འཇོག་གིས། ལས་ཉོན་གྱི་གཞན་དབང་ཆེད་དུ་འགྲོ་དེ་ཉིད་ཀྱི་སྡུག་བདེན་གྱིས། གང་ཟག་རང་ག་བ་དེར་བས་སོ་དེ་ཁྱོད་ནི་མེད་གསུངས་པར་ཐལ། དང་དུ་སྐྱེས་ཚོར་བུ་ཆེན་གྱིས། གསང་འདུས་པའི་དྲི་བའི་རྣམ་ལས་ཡོད་དེ་ལོག་ཤེས་རིག་ཞི་དང་གསུངས་པའོ། དེ་ཁྱོད་ནི་འགྲིག་གི་མ་རེད། ཁྱོད་ནི་འགྲིག་གི་མ་རེད། ཁྱེད་རིན་པོ་ཆེ་ངས་ཅུང་བག་ཚོ་ཆོད་ཀྱི་རྒྱལ་མཚན་གྱིས་འོ་དེ་འདྲས་བཅིངས་ལ་ཡང། ད་ལྷའི་བདུད་བཞི་སྐྱེ་གི་ལྟེ་བའི་གནས་ནི་ཨོ་ནི་གསོ་བ་གསོ་ལེ། དུང་དུ་བསྒོམ་པ་དང་ད་དཀར་པོར་བསྒོམ་པ་དེ་དང་གཅིག་པ་གཅིག་ཀྱང་ཡིན། ནག་པོ་ནག་རྐྱང་གཅིག་དཀར་པོར་བསྒོམ་པ་དང་གཅིག་པ་གཅིག་ཀྱང་རེད་ཅེས་བཤད། དེ་གསུམ་པོར་བ། དཔེ་ཡི་གེ་ཐ་མལ་བས་མི་དེའི་མེད་པར་བྱེད། དཔེ་མི་ཡི་འབྲས་དུས་ཀྱི། སྟོན་ཀུན་སེལ་གྱི་ཡོན་ཏན་ཀུན་ལྡན་གྱི་རྡོ་རྗེ་ཅན་ངོ་བོ་ལ་ཀུ་ཤུ་རློན་པ་ཆེན་ལ་སངས་རྒྱས་རྒྱུད་ཡོད་རེད། དེར་བས་སོ་ལེ་དེའི་མན་པས་སོ་ཆགས་སོང་ངོ། དྲི་མ་དག་རྒྱུ་ཡོད་པར་ཆགས་སོང་ངོ།

ང་རྡོ་རྗེ་འཇིགས་བྱེད་ཡིན་ཟེར་ཡག་གི་ང་དེ་རྟགས་དོན་བཙལ་ན་འདི་གཉིས་ཡང་ཡོད་མ་རེད་པ། ཐ་སྙད་ཙམ་དུ་འདི་རེ་བྱས་ནས་བྱ་བྱེད་བྱེད་ཉིད་ཀྱི་དང་རྡོ་རྗེ་འཇིགས་བྱ་བྱེད་བྱེད་ཉིད། དེ་ན་ནས་ཀྱང་སོ་སོའི་སྐྱེས་བུ་ལས་དག་ཡན་ཆད་ལ་ཡང། གཞན་ཆའི་གསུང་དུས་ཀྱི་གོ་བས་བཅོས་ནུས་ཉིད་ཀྱི་དེ་འབྲེལ་གྱི། རྡོ་རྗེ་འཇིགས་བྱེད་ངོ་བོ་གཅིག་ལ་སྐྱེས་དེ་རེ་དོ། ཐ་སྙད་ཙམ་དུ་འདི་རེ་བྱས་ན་གཅིག་ལ་བས་གོ་རེད་པ། དཔེར་ན་མཐའ་ཡས་འདི་རེ་མཆོག་གྲུབ་འདི་རེ་ཤེས་རབ་འདི་རེ་བྱས་ན་དེ་འབྲེལ་ལ་བས་ཡོད་རེད་པ། ཐ་སྙད་ཙམ་དུ། ཤར་འདི་རེ་དགེ་སྡིག་ལྐོག་དགེ་སྡིག་བཟང་ངན་བདེ་སྡུག། སྤང་བླང་དེ་ལྐོག་རྒྱལ་བཤད་གོ་རེད་པ།

ཚེ་གཅིག་ཞལ་ལྕེ་གསུམ་དྲུག་རེ་གཅིག་གི་ཐོག་ནས་བི་ཀའི་གོ་ཁའི་ལ་སྤྱོད་ཐུབ་ཡག་གི་དེ་འདྲའི་གི་དོན་ཅི་ནས་མ་སྐྱེས་ཏེ་ཡོད་རེད། དེ་འདྲའི་སྐྱེས་ཏེ་སྐྱོ་དེ་ཅིག་དངོས་གནས་ཆགས་ཏེ་ཡོད་ན་མེད་ན། དེ་ཆགས་ཡག་ཡོད་ན་མེད་ན་སོང་སོང་འོ་དེ་འདྲའི་གི་ཅིག་དེ་ཚོ་གི་དྲི་མ། ང་རས་ཕམ་འོད་སྒོམ་པོ་ཅིག་གི་ཐོག་ནས་ཕ་བཞག་པ་རེད་དེ། ཆགས་ཏེ་ཡོད་ན་མེད་ན་སོང་སོང་འོ་དེ་འདྲའི་གི་དེ་ཚོ་གི་དྲི་མ། ད་རེས་དེ་ཐེ་ཚོམ་ཆུད་ན་མ་ཞིག་གསུངས་པ་རེད་པ།

རྡོ་རྗེ་ཨ་ཡི་མ་ཡི་ངའི་ཕུང་པོ་འདི་ནི། ད་རང་ཞོགས་པའི་རྡོ་བ་ཕོ་དེས་ན་བྱུང། དེ་རིང་གི་སང་ང་ཁྲི་པ་དེས་ན་དེ་གི་འདུག། ཁྲི་པ་ནད་པ་ཅན་འཇོག་གི་རྡོ་རྗེ་སྦྱིན་ཅིང་ཨ་ཡི་མ་ཡི། དེ་བས་ཅི་རྡོ་རྗེ་སྦྱིན་ཡིན་སྲིད་མ་སང་འོ་དེ་འདྲའི་གི་ཅིག་ད། ཨ་ཡི་མ་ཡི་ད་ཆ་གི་ཡུན་ནས་མ་ན་སང་དེ་འདྲའི་གི་ཐེ་ཚོམ་དེ་འདྲ། དེ་བཞག་རྒྱུ་ཡིན་སོང་པ་རེད་དེ་དྲི་མ། ཐེ་ཚོམ་གི་དྲི་མ། ད་ལོག་རྡོག་རང་འདི་ཕལ་ཆེར་ཡོང་མ་རེད། ང་ཚོ་ད་འདི་མི་གཅིག་ང་ལ་ཡིད་ཆེས་བྱེད་དད་པ་དང་སྣང་བྱེད་དེ་འདྲའི་གི་ཐུག་ནས་དགའ་སྣང་སྤྲོ་སྣང་གཅིག་གི་སྟེང་ནས། ད་དེ་བུ་དོ་སྒོམ་བྱེད་ད་འདི་དེ་སྐྱེ་བ་དྲུག་གི་ལམ་གྱི་བུ་དོ་སྒོམ་དུ་ཡོད་རེད། ལོག་རྡོག་ད་ཕལ་ཆེར་ཡོང་ཤེས་གི་མ་རེད་པ། ཁྱེད་ཚོ་མི་ཞིག་དང་ངས་ཅིག་དགོངས་ཁ་བྱེད་ཀྱི་ཡོད་དེ་ང་ཐེབས་ཆག་དེ་རིགས་ཅིག་ང་ནི་ད་ཅང་ཆེ། ད་ཁ་བ་མེད་འགྲོ་ཟེར་བཤད་ན་འོ་དེ་འདྲའི་གི་ཐེ་ཚོམ་ངོ་སོང་འདྲ་ཡིན་གསུངས་པ་ལྟར་དྲི་མ་ཐམས་ཅད་དག། ཆུ་ལྷག་མ་སྤྱི་གཙུག་ཏུ་གནས་པ་ཡོངས་སུ་གྱུར་པ་ལས། ཆུའི་ལྷག་མ་སྤྱི་གཙུག་ཏུ་གནས་པ་ཡོངས་སུ་གྱུར་པ་ལས་སྤྱིའི་གཙུག་ཏུ་ཡོངས་སུ་གྱུར་ཏེ་ཡ། ཆུ་མགོ་དེ་འདྲའི་དོད་དེ་ལས་སོ་ཞེས་ཡང་འབུར་ཡོང་ཆེ། གཙོ་བོ་རྩ་ཤེས་ཀྱི་དབུ་ལ་མི་འགྱུར་བའི་དབུ་བརྒྱན་ཅིང་ཞེས་དང་གཙོ་བོ་རྩ་ཤེས་ཀྱི་དབུ་དེ་ལ་རེ་མི་འགྱུར་བའི་དབུ་བརྒྱན་པ། དབུ་བརྒྱན་ཅིང་དབང་ལྔ་ལ་ལ་རང་ཉིད་ལ་ཐིམ་པར་གྱུར། ཞེས། ད་འདི་ལོ་ཡང་ཆོས་པ་ཅིག། ཨོ་མི་ཡ་མི་དང་ཨར་སྒམ་པོ་དེ་ད་འདི་ལོ་ཆོས་པ་ནང་ཉེ་ཆོས་དེ་ཆོས་པ་ཆ་ཚང་ཡོད་ད། ཨོ་མི་ཡ་མི་དང་ཨར་སྒམ་པོ་དེ་ཙམ་སོང་ཨོ་མི་ཡ་མི་དང་པོ་དེ་པོ་དེ་ཙམ་སོང་ཨོ་མི་ཡ་མི་དང། གན་དེ་པོ་དེ་ཙམ་སོང་ཨོ་མི་ཡ་མི་དང་པུས་པའི་པོ་དེ་ཙམ་སོང་ཨོ་མི་ཡ་མི་དང་དུས་པའི་པོ་དེ་ཙམ་སོང་ཨོ་མི་ཡ་མི་དང་ཨ་ལོང་ཀི་མར་མེ་པོ་དེ་ཙམ་སོང་ཨོ་མི་ཡ་མི་དང། ནེའུ་དེ་པོ་དེ་ཙམ་སོང་ཨོ་མི་ཡ་མི་དང་ཤ་བདག་པོ་དེ་ཙམ་སོང་ཧཧཧ། ད་འདི་གའི་ངའི་འགྲེལ་བཤད་ཞུ་མགོ་བྱེད་བྱུང་ད་འདི་གའི་ཁུ་སིམ་ང་ཚོ་ལབ་ཚར་རེད་ཁུ་སིམ་ད་ལོ་ཡང་འདི་གའི་ཅིག་རེད་ཆོས་ང་འདི་གའི། ད་འདི་གའི་གང་གི་ཡིག་འབྲུ་རེད། ཕྱག་རྒྱ་ཡོད་མ་རེད། ཡིག་འབྲུ་རེད། འདི་སྤུ་རྡོ་ལ་ཡ། སྐུ་སྲུང་ལ་འདི་ཕྱིན་པ་རེད། འདི་སྤུ་རྡོ་ལ་ཆ་ཚང་ཡ་ཕྱིན་པར་གདའ་སྐུ་སྲུང་ལ་འདི་ཆ་ཚང་ཡ་ཕྱིན་པར་གདའ།